ཧོ། སློབ་མ་ཚོ་འཚམས་འདྲི་བཀྲ་ཤིས་བདེ་ལེགས། ཨ་ནི་དེ་རིང་ང་རང་ཚོ་མུ་མཐུད་བཅས་ང་རང་ཚོ་བོད་ཀྱི་སྐད་ཡིག་གི་ཀློག་རྩལ་གྱི་རྨང་གཞི་སྦྱོང་བརྡར་དེ་འདུག་བྱས་ཡིན་དར་བ། ཨ་ནི་ཁ་འཛིན་རྒྱལ་སྲས་ལག་ལེན་སོབ་དོན་མེད་ཀྱི་མཚམས་ནས་བཅས་ད་དེ་རིང་དལ་འབྱོར་དེ་རྙེད་དཀའ་བ་ཡིན་པའི་གི་ཚན་པ་དེའི་ནང་ལ་ཡ་ད་ཤོ་ལོ་ཀ་གཅིག་ཡོར་བ་ཤོ་ལོ་ཀ་གཅིག་དེ་ང་རང་ཚོ་ཨ་ནི་སྦྱོང་བརྡར་མུ་མཐུད་ནས་བྱས་ཡིན་དར། ཨ་ནི་ཀློག་རྩལ་སྐབས་སུ་གལ་ཆེ་བ་ཉེས་དགོས་པ་དེ་ག་རེ་ཡོད་རེད་སྐད་ཤུགས་ཆེན་པོ་བྱས། ཨ་ནི་སྒྲ་དག་པོ་གསལ་པོ་བྱས་ནས་ལོ་ཡ་བྱས། ད་ག་ན་བྱས་ལྷོད་ལྷོད་བྱས་ནས་བྲེད་ལ་མེད་པ་བྱས་ནས། མ་གཏུགས་སྦྱོང་བརྡར་བྱས་ཡིན་དར་བ། ཨ་ནི་སྦྱོང་བརྡར་བྱེད་པའི་སྐབས་སུ། ཨ་ནི་སྦྱོར་ལོག་རྒྱབ་ཡ་བྱས། སྦྱོར་ལོག་ལ་ཡ་མགྱོགས་པོ་དང་ག་ལེ་ག་ལེ་དང་ཅིག། རམ་འདྲིང་བྱས་བྱས་རྒྱབ་ཡ་བྱས། སྦྱོར་ལོག་རྒྱབ་ཡ་བྱས། ད་ག་ན་བྱིན་གྱིས་ཧྲོམ་སྟོན་བྱས་ཡ་བྱས་འདུག་བྱས་བྱས་ང་རང་ཚོ། སྦྱོང་བརྡར་མུ་མཐུད་ནས་བྱེད་ཀྱི་ཡིན་དར་བ། ཚང་མས་ཤུགས་རྒྱབ་ཤོག་ཨ། ད་ལ་དལ། ཨོ་བྷ་ཡ་དང་བྱ་ན་རོ་སྦྱོར་ར་སྦྱོར། གྷ་ར་དང་བྲ་སུམ་ཅུ་དྲུག། ཆ་ཕྲེང་པོ་ཆེན་ན་ཆེན། ར་སྙ་ཐ་སྙ་ཕྲེང་པོ་སྙེ་ཐ་སྙེ། དའོ་ཀ་ཀ། ཐ་ན་རོ་ཐོ་བྷ་ཐོབ། ད་སུམ་ཅུ་དུས་ས་དུས། ཨོ་བདའ་ཀྱི་ཀུ་དིར་ར་དིར། བྷོ་བདའ་ཁ་བདག། ག་འོག་བཞག་ན་བཞེན། ཨོ་ཁ་ན་རོ་འཁོར་ར་འཁོར། བ་གི་གུ་ཡི། མ་འོ་ཚ་ན་རོ་འཚོ། ལ་ས་ལས། བ་འོ་ས་ག་ད་ག་ར་ད་དགྲ་ལ་བསྒྲལ། བ་ཨེ་ད་བྱ་ཨ་གི་གུ་ཡི། ཕ་ཨེ་ད་ཆ་གི་གུ་ཕྱིར་ར་ཕྱིར། ཉ་གི་གུ་ཉིན་ན་ཉིན། དང་ང་དང། མ་འོ་ཚ་ན་མཚན། དག་བྱམས་ཆུ་ཐུ། གོ་འོག་གཡའ་དྲང་པོ་གཡེལ་ལ་གཡེལ། བ། མ་དྲང་པོ་མེད་དག་མེད། པ་ར་སྤར། ན་ཁྱི་གུ་ནི། ཉག་ན་ཉན། ས་དྲང་པོ་སེམས་མ་ས་སེམས། ས་ག་དག་ག་ན་རོ་སྒོམ་མ་སྒོམ། པ། ར་ག་དག་ག་ཡ་དག་རྒྱག་ལ་རྒྱལ། ས་ར་དག་ས་ས་སེ། ལ་ག་ལགས། ལ་དྲངས་པ་ལེན་ན་ལེན། ཡ་ཁྱི་གུ་ཡིན་ན་ཡིན། ད་ལ་དལ། འོ་བ་ཡ་དང་འཇག་ན་རོ་འཇོར་ར་འཇོར། ག་ར་དང་བྲག་ཞིམ་གྱི་གྲུ། ཆ་དྲངས་པ་ཆེན་ན་ཆེན། ར་སྙ་དང་སྙ་དྲངས་པ་སྙེ་དང་སྙེ། དོ་འོ་ཀ་ཨ་ཀ། ཐ་ན་རོ་ཐོ་བ་ཐོབ། ད་ཞིམ་གྱི་དུས་ས་དུས། འོ་བ་ད་ཀྱི་གུ་འདིར་ར་འདིར། བ་འོ་བདག་ག་བདག། ག་འོག་བཞག་ན་གཞན་ཨ་འོག་ཁ་ན་རོ་འཁོར་ར་འཁོར་བ་ཧ་གི་འི་མ་འོག་ཚ་ན་རོ་ཚོ་ལ་ས་ལས་བ་འོག་ས་ག་ད་ག་ར་ད་དགྲ་ལ་བསྒྲལ་བ་ཡ་ད་བྱ་ཧ་གི་འི་བྷ་ཡ་ད་བྱ་གི་འི་ཕྱིར་ར་ཕྱིར། ཉ་གི་འི་ཉིན་ན་ཉིན་ད་ང་དང་མ་འོག་ཚ་ན་ཚན་ད་སུམ་ཅུ་དུ་ག་འོག་གཡའ་དྲང་པོ་གཡས་ལ་གཡེལ་བ་མ་དྲང་པོ་མེ་ད་མེ་སྤར་ར་སྤར་ན་གི་འི་ནི། མྱང་ན་མྱན། ས་སྦྲང་བུ་སེམས་མ་ས་སེམས། ས་ག་དང་ག་ན་ར་སྒོམ་མ་སྒོམ། པ་ར་ག་དང་ག་ཡ་དང་རྒྱ་ལ་རྒལ། ས་ར་དང་ས་ས་སེ། ལ་ག་ལག། ལ་ཕྲེང་བ་ལེན་ན་ལེན། ཡ་ཁྱི་གུ་ཡིན་ན་ཡིན། ཐལ་ལ་ཐལ། ཨོ་བ་ཡ་དང་འཇ་ན་རོ་སྦྱོར་ར་སྦྱོར། ག་ར་དང་གྲ་ཞིམ་གྱི་འཁྲུ། ཆ་སྦྲང་བུ་ཆེན་ན་ཆེན། ར་མྱ་དང་མྱ་སྦྲང་བུ་མྱེ་དང་མྱེ། ཐོ་ཨོ་ཀ་ཨ་ཀ། ཐ་ན་ར་ཐོ་བ་ཐོབ། ད་ཞིམ་དུས་ས་དུས། ཨོ་ད་ཁྱི་གུ་དིར་ར་དིར།

ཉག་ན་ཉན་ས་དྲང་པོ་སེམས་མ་ས་སེམས་ས་ག་དང་ག་ན་ར་སྒོམ་མ་སྒོམ་པ་ར་ག་དང་ག་ཡ་དང་གྱ་ལ་གལ་ས་ར་དང་ས་ས་སེ་ལ་ག་ལགས་ལ་དྲང་པོ་ལེན་ན་ལེན་ཡ་གྱི་གུ་ཡིན་ན་ཡིན། དལ། འབྱོར། གྲུ། ཆེན། རྙེད། དཀའ། ཐོབ། དུས་འདིར། བདག་གཞན། འཁོར། བའི། ཚོ། ལས། འབྲལ། བྱའི། ཕྱིར། ཉིན། དང། མཚན། དུ། གཡེལ། བ། མེད། པར། ནི། ངན། སེམས། སྒོམ། དཔའ། རྒྱལ། སྲས། ལག། ལེན། ཡིན། དལ། འབྱོར། དྲུག། ཆེན། རྙེད། དཀའ། ཐོབ། དུས། འདིར། བདག། གཞན། འཁོར། བས། ཚོགས། ལས། བྲལ། བྱའི། ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱ་སེ་ལག་ལེན་ཡིན། དལ་འབྱོར་དྲུག་ཕྱེད་རྙེད་དཀའ་ཐོབ་དུས་དེར། བདག་གཞན་འཁོར་བའི་ཚོགས་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱ་སེ་ལག་ལེན་ཡིན། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་དེར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བར་མེད་པར་ནི། ངན་སེམས་སྒོམ་པ་རྒྱ་སེ་ལག་ལེན་ཡིན། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། དལ་འབྱོར་གྲུབ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་བརྒྱ་སྲས་ལག་ལེན་ཡིན། དལ་འབྱོར་གྲུབ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་བརྒྱ་སྲས་ལག་ལེན་ཡིན། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ངན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན།

དལ་འབྱོར་གྲུབ་ཅིང་རྙེད་དཀའ་ཐོབ་འདོད་འདིར་བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བར་མེད་པ་ནི་ངན་སེམས་སྒོམ་པ་རྒྱ་སྲས་ལག་ལེན་ཡིན། མཐུ་ཆེན་སྣང།